ངོ་བོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སའི་ལག་ལེན་བཟོ་བསྡོམས་མིའི་སློབ་ཚན་གྱི་སློབ་ཐུན་སུམ་ཅུ་སོ་དགུ་པ། རྩ་བའི་ཤོ་ལོ་ཀ་སུམ་ཅུ་སོ་དགུ་པ། དགེ་བ་བྱང་ཆུབ་ཏུ་བསྔོ་བ་ཟེར་བ། འདིའི་སྐོར་ལ་འབྲི་བཞིན་འདུག་འདུག་ཟེར་བརྒྱབ་པ་དེ་ཡིན། ཡིན་ནའི་འདིའི་རྩ་ཚིག་ཡིན་ན། དེ་ལྟར་བརྩོན་པས་བསྒྲུབས་པའི་དགེ་བ་རྣམས། མཐའ་ཡས་འགྲོ་བའི་སྡུག་བསྔལ་ས་གཞིའི་ཕྱིར། འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས། བྱང་ཆུབ་བསྔོ་བ་རྒྱལ་སྲས་ལག་ལེན་ཡིན། འོ་དེས་སོང་བ་རེད། ཨེ་ནས་འདིའི་དོན་དག་མདོར་བསྡུ་ན། དགེ་བ་གང་བྱས་ན་ཡང་མཇུག་ཏུ་དགེ་བ་དེ་རྫོགས་པའི་བྱང་ཆུབ་ཏུ་བསྔོ་དགོས་པ་རེད། འོ་དེས་སོང་བ་རེད། དེ་ལྟར་བརྩོན་པས་བསྒྲུབས་པའི་དགེ་བ་རྣམས། དེ་ལྟར་ཟེར་དེ་ནི་དེའི་སྒང་ལ་སོང་པ། དེའི་སྒང་ལ་དང་མང་པོ་ཅིག་སོང་པ་རེད། ཆོས་སྒྲུབ་པའི་སྔོན་འགྲོ། སྐྱེས་བུ་ཆུང་འབྲིང་ཆེ་གསུམ་གྱི་ལམ། ཨཱ་ནི་སྐྱེས་བུ་ཆེན་པོའི་ལམ་ལ། ཨཱ་ནི་སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་དྲུག་ལ་སློབ་ཚུལ། མདོ་ལས་གསུངས་པའི་ཆོས་བཞི། ལ་སོགས་པ། དེ་འདྲའི་གི་དགེ་བ་ག་འདྲས་ཅིག་བསྒྲུབ་ན་ཡང། ཨཱ་ནི་བརྩོན་འགྲུས་ཅིག་བརྩོན་དགོས་ཀྱི་ཡོད་པ་ར། བརྩོན་འགྲུས། བརྩོན་འགྲུས་ཤུགས་ཆེན་པོ་ཅིག་མ་བརྩོན་པ་ཡིན་ན། ཨང་འདིས་སྒང་ལ་བཤད་པའི་དག་དགེ་བ་ག་འདྲས་ཀྱི་ཡིན་ན་ཡང་སྒྲུབ་ཐུབ་པ་མེད་པ་རེད་ཡིན་ཙང་དེ་ལྟར་བརྩོན་པས་བསྒྲུབས་པའི་དགེ་བ་རྣམས། བརྩོན་འགྲུས་བརྟེན་ནས་བསྒྲུབས་པའི་དགེ་བ་ཆེན་པོ་གཅིག་བྱས་ན་འདྲ་ཆུང་ཆུང་གཅིག་བྱས་ན་འདྲ་ག་འདྲས་ཀྱིས་བྱས་ན་ཡང་མཐའ་ཡས་འགྲོ་བའི་སྡུག་བསྔལ་ས་ཞེས་བཤད། མཐའ་ཡས་འགྲོ་བ་ལ་དེ་མཐའ་ཡས་ལབ་དེ་ག་ན་མཐའ་མེད་པ། འགྲོ་བ་སེམས་ཅན་ཐམས་ཅད་ཀྱི་གྲངས། གྲངས་ལ་མཐའ་མེད་པ། སྐྱེ་བ་ལ་མཐའ་མེད་པ། འཁོར་བ་ལ་མཐའ་མེད་པ། ལོག་ལྟ་དེ་འདྲ་འགྲོ་བ་སེམས་ཅན་གྱི་མཐའ་མེད་ཚུལ་དེ་ལ་ཡང་མང་པོ་རེ་གང་ལྟར་མདོར་ན་གྲངས་ལས་འདས་པ་གྲངས་མེད་པ། མཐའ་མེད་པའི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་བསལ་བའི་ཕྱིར་དུ། སྡུག་བསྔལ་བསལ་བ་ལབ་སྟེ་གང་ལ་སྡུག་བསྔལ་མེད་པ་སྡུག་བསྔལ་མེད་པར་བཟོ་བ་སྡུག་བསྔལ་མེད་པར་གཏོང་བ། དེའི་ཆེད་དུ་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཐོབ་པ། མཐའ་ཡས་པའི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་མེད་པ་གཏོང་ཡ་གི་ཆེད་དུ་སྡུག་བསྔལ་དེ་བསལ་ཡ་གི་ཆེད་དུ་འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས། སྦྱིན་དང་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ལ་སོགས་པ་ག་འདྲས་ཀྱི་ཡིན་ན་ཡང་དེ་ལ་འཁོར་གསུམ་མི་རྟོག་པའི་ཤེས་རབ་ཀྱིས་ཟིན་དགོས་རེད། ང་ཚོ་རྒྱལ་སྲས་ལག་ལེན་གསོབ་འདོད་མིན་ཆོས་བརྒྱུད་ཀྱི་སྐབས་ནས་བྱས་ནས་ལབ་པ་རེད། ཨ་ནི་འཁོར་གསུམ་ལབ་དེ་གང་ལ་དཔྱད་བྱས་ལས་གསུམ་རེད་ཟེར་ལབ་པ་རེད་ད་དཔེར་ན་བསྔོ་བ་འདྲ་བོ་ཅིག་གི་སྐབས་ལ་མཚོན་པ་ཡིན་ན་བསྔོ་བ་དང་བསྔོ་བྱ་དང་བསྔོ་བ་པོ། དེར་བ་བསྔོ་བ་ལབ་དེ་གང་ལ་བསྔོ་བའི་བྱ་བ་དེ་བྱེད། བསྔོ་བྱ་ལབ་དེ་གང་ལ་རང་གིས་བསྒྲུབ་པའི་དགེ་བ་དེ། བསྔོ་བའི་རྫས་ལབ་ཀི་རེད་དེ་ལ་བསྔོ་བའི་རྫས། དཔེར་ན། སྦྱིན་པ་ཅིག་བཏང་བ་ཡིན་ན། སྦྱིན་པ་བཏང་བའི་བྱ་བ་དེ་དགེ་བའི་རྩ་བ་ཅིག་རེད་དེ་ཡོད་རེད་དགེ་རྩ་ཅིག་རེད་དེ་བར་དེ་ལ་བསྔོ་བའི་རྫས་ལབ་དགོས་རེད་ཨ་ནི་བསྔོ་བ་པོ། བསྔོ་བ་པོ་ལབ་ན་ཨ་ནི་བསྔོ་བ་བྱེད་མཁན་གྱི་གང་ཟག་རང་ཉིད། བསྔོ་བ་གི་བྱ་བ་བསྔོ་བྱ་གི་རྫས་བསྔོ་བ་བྱེད་མཁན་གྱི་གང་ཟག་རང་ཉིད། ཨོ་དེ་གསུམ་དེ་ལ་འཁོར་གསུམ་ཟེར། ཨོ་དེ་ཡང་བདེན་པར་གྲུབ་པ་ཡོད་མ་རེད། བདེན་པར་མ་གྲུབ་པ་རེད། དེ་གསུམ་གྱི་རང་བཞིན་དེ་སྟོང་པ་ཉིད་རེད་ཟེར་བ། འོ་དེ་འདྲའི་ག་ནི་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་དཀྲོག་དང་བཅས་ཏེ་བྱང་ཆུབ་བསྔོ་བ། བྱང་ཆུབ་ཐོབ་པའི་ཆེད་དུ་བསྔོ་བ་དེ་རྒྱལ་སྲས་ལག་ལེན་ཡིན། འོ་དེ་འདྲས་གསུངས་པ་རེད། འདིའི་སྐབས་ལ་ང་ཚོ་ཧ་གོ་དགོས་ཡ་གཙོ་བོ་གཅིག་དེ་ག་རེད་འདུག་ལབ་ན། བསྔོ་བ་དང་སྨོན་ལམ་ལབ་ཡ་གཉིས་ཡོད་རེད། ད་ང་ཚོ་བསྔོ་བ་ལབ་དུས་དགེ་བ་གཅིག་གོ་གི་ཡོད་རེད། དངོས་ཡག་གི་རྫས་གཅིག་འགོ་གི་ཡོད་རེད་དཔེར་ན་ང་ཚོ་སྦྱིན་པ་བཏང་ན་འདྲ་ཚུལ་ཁྲིམས་སྲོང་ན་འདྲ་བཟོད་པ་སྒོམ་ན་འདྲ་བརྩོན་འགྲུས་བརྩམས་ན་འདྲ་གང་ལྟར་དགེ་བ་གཅིག་བསྒྲུབས་ནས་ཨེ་ནས་བསྔོས་ན་འགྲིག་གི་རེད་དེ་བསྔོ་བ་དང་སྨོན་ལམ་གཉིས་ལ་བསྔོ་བའི་རྫས་ཡོད་དང་མེད་ཀྱི་ཁྱད་པར་མ་གཅིག་གཅིག་པ་རེད། དཔེར་ན་སྨོན་ལམ་ལམ་ན་ཧ་གོ་བོར་བ་དག་ཅིག་ཐོབ་པར་ཤོག། སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག། བྱང་ཆུབ་ཀྱི་སེམས་ཐོབ་པར་ཤོག། ཨོ་དེ་འདྲའི་གི། ཐོབ་ན་སྙམ་ནས་རེ་བ་བརྒྱབ་པ་དེ་ལ་སྨོན་ལམ་ལབ་དཀའ་རོ། སྨོན་ལམ་ལབ་ན་ཨིན་གཅིག་མིན་གཅིག་རྫས་གཅིག་དགོས་ཀྱི་ཡོད་མ་རེད། བསྔོ་བ་ལབ་བསྔོ་བྱ་གི་རྫས་གཅིག་དགོས་ཀྱི་ཡོད་རེད། ང་རང་གི་སྒྲུབ་པའི་དགེ་བ་འདི་རྫོགས་པའི་བྱང་ཆུབ་ཐོབ་པའི་ཆེད་དུ་བསྔོ་གི་ཡིན་རྫོགས་པའི་དགེ་བ་སྒྲུབ་པ་འདི་ལ་བརྟེན་ནས་རྫོགས་པའི་བྱང་ཆུབ་ཐོབ་པ་ཞུ་བསམ་པ་དེ་བསྔོ་བ་དང་སྨོན་ལམ་གཉིས་ཆ་ཆགས་ཀྱི་ཡོད་པ་རེད། འོ་དེ་འདྲ་ཅིག་རེད་ནི་རྩ་ཚིག་གི་ནང་དོན་མདོར་བསྡུས་ན་དེ་འདྲ་ཅིག་རེད།